བོད་གཞིས་བྱེས་གཉིས་སུ་བཞུགས་པའི་བོད་རིགས་སྤུན་ཟླ་ཚོ་ཁམས་བཟང་དེ་རིང་ནི་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་ལྔ་སྤྱི་ཟླ་དགུ་པའི་ཚེས་ཉིས་རྩ་བརྒྱད་རེས་གཟའ་ཉི་མ་རེའི་གུས་མོ་བསྟན་འཛིན་རྣམ་དཔྱོད་ཡིན་དེ་རིང་སླར་ཡང་ཁྱེད་རྣམས་ཚོ་མཇལ་བར་དགའ་ཚོར་དཔག་མེད་བྱུང་གསུངས་དེ་རིང་གི་ལེ་ཚན་དེའི་ནང་ལ་ནི་རྒྱལ་སྤྱིའི་གསར་འགྱུར་མང་བོ་ཞིག་མཉམ་སྤྱོད་ཞུས་ཡོད་པས་ཐུགས་སེམས་ལྷོད་ལྷོད་བྱེད་སེམས་སེ་ན་རོ་ན་དང་པོ་མཉམ་སྤྱོད་ཤོད་དེ་རྒྱ་གར་ནང་བྱུང་པའི་གནས་ཚུལ་ཅི་རེད་ཤག་ཟེར་བ་ད་རྒྱ་གར་ནང་ལོ་ལ་ནི་འདུ་འཛོམས་མང་པོའི་སྐབས་སུ་མི་མང་པོ་ཅིག་འཛོམས་རྗེས་སྡུག་རྩིས་ཐེམས་ཆེད་གླེན་བཤགས་ལས་ཀྱི་གནས་ཚུལ་དེ་ང་ཚོའི་ཨམ་ཅོན་ན་གོ་བ་དེ་ཐེངས་དང་པོ་མ་རེད་བ་ཡང་དེ་རིང་དེ་རིང་ཟོར་བའི་ཁི་སིང་ཅི་འདུག་དགུ་བའི་ཚེ་བ་ཉིན་རྩ་བདུན་ལས་ཅིག་བྱུང་ཤག་བྱུང་སའི་ས་ཆ་དེ་བར་དུ་ཞུ་བས་ན་ད་ལྟ་རྒྱ་གར་ལྷོ་ཕྱོགས་ལ་ཡོད་པའི་ཏཱ་མིལ་ཞེས་པ་བྱིས་བ་འོ་འདི་ལ་བྱུང་བཞག་རེད་བ། ཨ་འདི་ལ་གནས་ཚུལ་ག་འདྲས་ཅིག་བྱུང་འདུག་ཨ་ནི་ཁྱེད་རང་ཚོས་གསལ་རོགས་གནང། གནས་ཚུལ་འདི་རྒྱ་གར་གྱི་ས་ཆ་ག་བར་བྱུང་འདུག་ལབ་ཡིན་ན། རྒྱ་གར་ལྷོ་ཕྱོགས་ལ་ཡོད་པའི་མཚོ་འགྲམ་གྱི་མངའ་སྡེ་ཏཱ་མིལ་ནཱ་དུ་ཞེས་པའི་ས་ཆ། ཀན་རུའུ་ལའི་ཞུ་དུར་བ་རྫོང། འོ་འདི་ལ་བྱུང་བཞག་ཟེར་བ་བྱུང་ཡས་ཀྱི་དུས་ཚོད་འདི། སྤྱི་འདུ་དགུ་པའི་ཚེས་པ་ཉིན་རྩ་བདུན་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་ལྔ་ལ་རེ་ཞག་ཟེར་བ། ལྟ་འདི་གར་ཆེད་དུ་བསླབ་ཡིན་ན་ད་ལྟ་རྒྱ་གར་གྱི་ནི་ཆབ་སྲིད་པར་བ་ཆབ་སྲིད་པ་དེ་ཚོས་ཁོ་རང་ཚོ་ཆབ་སྲིད་པ་ཅིག་གོ་གནས་ཅིག་ལ་ཡར་ལངས་དུས་ཙམ་པས་ནི་དྲིལ་བསྒྲགས་བྱས་རྗེས་མི་མང་པོ་ཅིག་འདུ་འཛོམས་བྱེད་ཡུལ་དུ་ཨིན་སྐད་ནང་ཞུགས་ན་ཀེམ་པེན་རི་ལས་ལ་རུ་བ་འོང་དུས་བྱེད་དུས་ཙམ་པས། ཨ་ནི་མི་མང་པོ་ཞིབ་ཅིག་འཛོམས་ཤར་བ་དེ་ཕྱི་ཉལ་དུ་བསུར་དོ་ལབ་ན་བྷི་ཇེ་ལའི་ཅི་འདུག་ཚོགས་པ་དེ་མིང་ལ་གར་སོ་དོ་ལབ་ན་ཏཱ་མིལ་ཀ་བྷར་ཏི་ཁར་ས་ཀ་ཙ་མ་ཏི་བྷི་ཇེ་ལའི་ཞེས་འདུག་འོ་འདི་ཨ་ནི་ཁོ་ཚོ་གི་ཆབ་སྲིད་པའི་འདུ་འཛོམས་ཀྱི་དྲིལ་བསྒྲགས་ཅིག་བྱས་ཏེ་བཞག་ཟེར་བ། རྒྱ་གར་ཟེར་བ་རྒྱ་གར་དེ་སྤྱིར་བཏང་འདིར་བཞག་ཁོ་རང་ཚོའི་གཏམ་མི་སྣ་ལོ་ལ་ལྟད་མོ་འཁྲབ་ཉེན་ཡོད་པ་ལྟད་མོ་འཁྲབ་ཉེན་སྐད་གྲགས་ཆེན་པོ་གཅིག་རེད་ཞབས་མི་མང་པོ་དགའ་པོ་བྱས་བྱུང་ངོ་འདིར་ཤར་བ་ད་རྒྱ་གར་དེ་ཁ་ཆེ་དུ་ལབ་ཡོད་ན་ཁོ་རང་ཨེམ་མེ་ལེ་ལ་གཟིགས་འདུག་ཨེམ་མེ་ལེ་ལས་དེ་འདིར་ཤར་ས་གནས་གྲོས་ཚོགས་ཀྱི་འཐུས་མི་ཡོད་པ་ད་འཐུས་མི་ལ་ཡར་ལངས་ཡས་བྱས་ཨེ་འཐུས་མི་ནས་ཡར་ལངས་བྱས་ཨེ་ཁོ་རང Chief Minister ཟེར་བ་ང་དེ་བླུན་ཆེན་ལ་ནི་ལངས་ཡས་ཀྱི་འདོད་པ་ཡོད་ཟེར་བ་ཡ་བྱས་ཙང་འོ་འདི་ནི་ཁེ་སིན་གཏམ་མི་ལ་ནི་རྫོང། ཀ་རུ་ཞེས་པ་འདི་ལ་སོ་སོ་ལ་འོས་བླུགས་དང་ངས་དེ་འགྱུར་བ་གཏང་གི་ཡིན་ལབ་དུས་བརྩམས་པས། ཁོ་ཚོས་འཆར་གཞི་བྱས་པའི་ནང་ཁོ་ཚོའི་གི་ད་ལྟ། དྲིལ་བསྒྲགས་ཞུ་དོགས་ཀེམ་པིན་ཟེར་བ་དེའི་སྐབས་སུ་མི་ཁྲི་གཅིག་འཛོམས་ཡས་ཀྱི་འཆར་གཞི་རེ་བྱོས་རེད་ས། ད་ང་ནག་ཚོ་ཚང་མས་ཁེམ་ན་ཞིག་རྒྱག་ག་དེ་མི་འབོ་ཆེ་ཤོས་ཀྱི་ལུང་པ་ཅིག་བྱས་འདུག་འཛོམས་འདྲེ་ལ། ཧང་སང་འཛོམས་པོ་འདུག་ཁི་སིང་ཞིག་དང་ཁ་རས་ཁིར་ཀེད་རྩིས་ངེས་ཟེར་བ་མགྱོགས་པ་ཞོད་འཛེམ་རྩིས་ངེས་དེ་ཚོས། སྦེང་ལོར་སླེབས་དུས་བརྩམས་པས་ཡང།

འཚང་ཁ་རྒྱ་ཆེར་བ་མོ་ཀྲོ་ཀོར་ཀྲོ་མོ་ཐོ་ཡས་ཀྱི་གནས་སྟངས་ཅིག་ཆགས་བསྡད་རེད་གསར་བ། ཆགས་བསྡད་དུས་ཙམ་པས་ཡིན་ན་ཨ་ནི་མི་མང་པོ་ཅིག། འཚང་ཁ་རྒྱ་ཆེ། འཚང་ཁ་རྒྱ་དུས་ཨ་ནི་ཆུ་མེད་བྱས་ཁ་ལག་མེད་བྱས་ཡིན་ན་ཨ་ནི་རླུང་འགྲོ་ས་མེད་བྱས་བ་འཚང་ཁ་ཞིབ་ཅིག་རྒྱ་དུས་ཙམ་པས་ཨ་འོང་འདུག་བྱས་བྱས་ཨ་འདུག་རྩིས་ཐེ་བཞག་ས་འདུག་རྩིས་འདུག་རྩིས་ཐེ་དུས་ཙམ་པས་མི་སུམ་ཅུ་སོ་དགུ། གྲོངས་པའི་གནས་ཚུལ་ཆགས་ཤག་ཟེར་བ། དེ་ནས་མི་གསུམ་སོ་དགུ་རྣམས་ལ་བུད་མེད་ཆེ་བུ་ཆེ་ཟེར་བ། སྤུ་གུ་ཆེ། མི་ལྔ་བཅུ་རྨས་སྐྱོན་ཚབས་ཆེན་ཕོག་ཤག་ད་ལྟའི་ཆ་ནས་སྨན་ཁང་ནང་རུ་ལྷག་བསྡད་ཡོད་རེད་ཟེར་བ། འོ་འདི་རྟ་མགྲིན་རྣ་གདུགས་ཀྱི་མཆོད་རྟེན་གྱི་བློན་ཆེན་ཡོད་རེད་ཁོང་གི་ཧར་སྲུང་དུ་ལབ་ཡིན་ན། ད་ཁི་སིང། ཚང་ཁའི་ནང་ལ་གྲོང་ཁྱོག་དེའི་ནང་ལོགས་ལ་སྤུ་གུ་བཅུ་ཆེ་རེ་བ་བུད་མེད་བཅུ་བདུན་ཆེ་དེ་ནས་མི་ཕོ་ས་ཕོ་ས་ཟུར་བ་རེ་ད་ཕོ་རེ་བ་སྐྱེས་པ་ཕོ་བཅུ་གཉིས་ནི་མེད་པ་ཆ་བཞག་སུ་འདུག་ཅེ་ན་ས་ཁང་ནང་གནས་ཚུལ་དཔེར་ན་ཞག་རེ་བ། ཨ་མིར་གྱིས་ད་ལྟ་ཉེས་རྟོག་པས་གར་བྱེད་དུ་ལབ་ཡོད་ན་ཁོ་རང་ལ་ཁྲིམས་གཏུགས་ཞག་རེ་བ Criminal Case ཟེར་བ་ཁྲིམས་འགལ་གྱི་ལས་ཀ་ཅིག་རེད་ཅེ་ན་ཁྲིམས་ལ་གཏུགས་ཞག་ཟེར་བ་ད་ལྟ་ལྟད་མོ་འཁྲབ་ཉེས་མི་དེ་དག་ཁོ་རང་གི་ཚོགས་པ་ཞུ་དག་འོང་སྟེ་ཁྲིམས་ལ་གཏུགས་ཤ་ཞུ་ཡས་ཡིན། རྗེས་སུ་མི་མང་པོ་ཞིག་བྱུང་བར་ཨ་ནི་ཏཱ་མི་འདུག་གི་མངའ་སྡེའི་བློན་ཆེན Chief Minister ཟེར་བ MK Stalin ལས་ཞུ་དུ་ཁོང་གི་ཧར་སུན་དུ་ལ་བྷི་ན་རྒྱལ་སྤྱིའི་གསར་ཁང་ནང་ལར་བ་མི་གྲོགས་ངན་དེ་ཚོའི་གི་ནང་མི་རེ་རེ་ལ་འབུམ་བཅུ་བཅས་ཡིན་ས Ten Lakh Rupees ཟེར་དུ་བ་འབུམ་བཅུ་བཅས་བཅས་ར་བ་ཨ་ནི་ནང་མི་ཚང་མོ་ལོ་ལ་གདུང་སེམས་མཉམ་སྐྱེད་ཡོས་སུ་དུག་ཆེ་ན་ཁོ་རང་གི་གསར་ཁང་ནང་ལ་གསལ་བསྒྲགས་གནང་ཤ། མུ་ཏིག་གི་ཁར་གསུང་རྟོགས་ལབ་ཡིན་ན་གདུང་སེམས་མཉམ་སྐྱེད་དང་སེམས་དཔའ་ཧང་སངས་སྐྱོ་གསུང་ལ་ཤ་གྲིབ་ལི་སེ་ཏྲིན་རིག་དུ་བ་སེམས་དཔའ་ཞུ་ཅི་སྐྱོ་གསུང་ལ་ཤ། ག་འདི་ལྟ་མི་ནར་འདུག་གི་བསྟན་མ་ཁྲབ་ཉི་འི་རྗེས་ལ་ཡོད་དུ་བ་ཁོ་རང་གི་ལངས་ཕྱོགས་སུ་མར་པའི་ཆབ་སྲིད་པའི་ལངས་ཕྱོགས་འདི་གར་དུ་ལབ་ཡིན་ན། དམིགས་ཡུལ་གཙོ་བོ་འདི Secularism ལ་ཡོད་དུ་བ་ཆོས་དད་རང་མོས་ཡོད་བ་འོ་འདི་པེ་རེས་ཆུ་བ་ལྟ་མི་ནར་ལོ་ལ་འདི་གཉིས་པ་འདི Social Justice and Equality ཟིག་དུ་བ་སྤྱི་ཚོགས་འདྲ་མཉམ།

ཁོ་རང་འདིར་ཤར་བ་ཡེ་ཤུ་འདིར་ཤར་ཟླ་ཡེ་ཤུ་ཆོས་འདི་རྒྱ་གར་ན་ཤུགས་ཆེན་པོ་སྤེལ་བྱས་ཡིན་ན་མང་པོ་ཞིབ་བཅོས་རུ་བ་བསླབ་བྱ་ཡིན་ནས་འདྲ་སྨན་ཁང་ཡིན་ནས་འདྲ་ཡེ་ཤུ་གི་ལྷ་ཁང་ཡིན་ནས་འདྲ་དཔེ་མང་པོ་རུ་བ་དམིགས་བསལ་གྱི་ཏཱ་མིལ་ད་ད་ལྟ་རྒྱ་གར་ལྷོ་ཕྱོགས་བེང་ལོར་མཚོན་པའི་གནས་ལས་ཡེ་ཤུ་གི་བསླབ་བྱ་ཧང་སང་མང་པོ་ཡོད་རུ་བ། རྒྱ་གར་ན་ལོ་ལ་ཀཱས་ལས་རིགས་རུས་ཀྱི་ཡོ་བ་བཅོས་རུ་བ་ང་རིགས་མཐོ་པོ་ཡིན་ས་ད་ཨ་ནི་ཁྱོད་ར་རིགས་དམའ་བོ་རེད་ཞེས་འཐུང་ཆུ་བཟས་བྱས་རུ་བ་མེ་ཙེ་ནས་མེ་ཙེ་སྒོ་རྒྱ་ཡ་མེད་སྐྱོ་གི་སེམས་སྐྱོ་བའི་གནས་ཚུལ་འདི་ཡོད་རུ་བ། བྱས་ཙང་བྷི་ཇེ་ལའི་ཁོ་རང་གི་ཤོག་ཁག་དེ་ཡིན་ན་ཨ་ནི་རྒྱ་གར་ནང་ལོགས་ལ་རིགས་རུས་དབྱེ་བ་ཕྱེ་ཕྱེ་འཐུང་ཆུང་དང་ཞོལ་བར་འོང་དེ་མེད་པ་བཟོས་ཡ་ཡིན་ཟེར་བ། ཨ་དེ་ནང་ཞིག་མིའི་ཚོན་མདོག་ལྟ་ཅི་ཨོ་ཁྱོད་ར་མི་དཀར་པོ་རེད་ཤག་ཟེར་བ། ཁྱོད་ར་མི་ནག་པོ་རེད་ཤག་ལ་ནི་དབྱེ་བ་ཕྱེ་ཞོལ་བ་དེ་འདྲས་མོ་ཨོས་ལ་དེ་ཤར་བ། ཨ་དེ་ནས་ཨ་ནི་ཏཱ་མིལ Nationalism ཏཱ་མིལ་གྱི་ལ་རྒྱ་ཡོད་རྒྱུ་རེད་བ་རྒྱལ་ཞེན་ཡོད་རྒྱུ་འདི་གོ་རེད་ལས་ཞོལ་བ་དེ་ཡག་པོ་རེད་བ་ཡང་ང་ཚོ་བོད་པའི་ནས་ལས། སོ་སོ་བོད་པ་ཇི་ཡིན་བསམ་ལ་རྒྱ་དང་རྒྱའི་ཤེས་བྱེད་ཞེན་ཁོག་ཆེ་ཆེ་ཡིན་ན་སོ་སོའི་སྐད་ཡིག་ལ་སྲུང་སྐྱོབ་བྱེད་ཆེད་བ་སོ་སོའི་སྐད་ཡིག་སྦྱང་ཡ་སོ་སོའི་ནང་མི་མཉམ་དུ་བསྡད་དུས་བརྩམས་པའི་ཨ་ནི་བོད་སྐད་རྒྱལ་བ་ཨ་ནི་བོད་པའི་བཤད་ཉེས་བོད་ཡིག་སྦྱང་ཡ་འདྲེ་ཅིག་བྱས་བ་ཡིན་ན་དངོས་གནས་ཧོ་ར་འདི་ཡག་པོ་ཞིབ་ཅིག་རེད་བ་བྱས་ཙང་ཁོ་རང་གི་ལངས་ཕྱོགས་དེ་ངས་སྙིང་རྗེ་མོ་ཞིག་ཐོངས་སུ་ཆས་ཙང་ཨ་ནི་དེ་རིང་གི་བརྙན་ཐུང་འདི་ནང་མཉམ་སྤྱོད་ཞུ་མྱོང་ཆོག་སོང་ཟེར་བ་ཏམ་མིལ Nationalism གཟིགས་འདུག་བ་སྤྱི་བཏང་རྒྱ་གར་གྱི་ལྷོ་ཕྱོགས་ཏང་ཨ་དེ་ཞིམ་པ་ན་ཞི་བོ་ཞི་བོ་འཚོ་བ་སྐྱེལ་ནས་བསྡད་མྱོང་བ་མ་རེད་བ། ད་རྒྱ་གར་ལྷོ་ཕྱོགས་ཀྱི་མི་དེ་ཚོའི་ལྟ་བ་དེ་ག་རེ་ཡག་ཏུ་ལབ་ཡིན་ན་དཔེ་ཆ་ཤར་ན་ཀ་ན་ཀྲ་ང་བལྟས་ན་ཁོ་རང་ཚོའི་ལུང་པའི་སྐད་རྒྱག་པོ་རེད། ཁོ་རང་ཚོའི་ལུང་པའི་ཡི་གེ་འདི་ལ་སྲུང་སྐྱོབ་བྱས་དང་སྦྱང་ཨེ་དང་ཅིག་ཡོད་པ། མཐོང་འདྲའི་བརྗོད་པ་ངོ་ནི་ཧང་སང་ཡག་པོ་འདུག་རེད་པ། ད་ལྟ་མི་ད་འཚོ་བ་སྐྱེལ་རྒྱུ་མེད་དེ་ལ་འགྲོ་རྒྱུ་མེད་དེ་ལས་ཁོ་ཚོས་ཏཱ་མིལ་ནེ་ཤི་ནལ་ལི་ཛམ་ལ་རྒྱ་དང་ཞེན་ཁོག

ང་རྟ་མིལ་ཡིན་ཟེར་བའི་ངོ་བོ་འབྱོར་པ་འོ་འདི་ད་དེ་རིང་ཁྱེད་སོད་གཞོན་སྐྱེས་ཡིན་ནས་འདྲ་མི་མང་ཆེ་ཆེ་འདི་སུ་སུ་སུ་འདི་བླ་འགྲོར་བ་ད་ད་ཕྱི་རྒྱལ་ནུབ་ཕྱོགས་པའི་ལྟ་བ་འདིའི་བར་ལ་རྗེས་འབྲང་ཆེ་ཆེར་བ་འོ་འདི་ཁོང་གིས་ཨེ་འདྲ་གོ་ཐོབ་དཔེར་དེ་བཞག་ཟེར་བ་ནས་རྟ་མིལ་ལས་འགོ་ཅི་རྟ་མིལ་གྱི་སྐད་ཡིག་འདི་ཧང་སངས་གལ་ཆེན་པོ་ཡིན་པ་རྩ་ཆེན་པོ་ཡིན་པར་བ་ཨེ་མི་ཚང་མའི་སྐེ་ལ་གནས་ཚུལ་འདི་གོ་ཐོག་དེ་དཔེ་ཡག་གི་ནས་ལས་འགུལ་ཞིག་སྤེལ་འོ་རེད་ས་ཨེ་རྟ་མིལ་གྱི་ཀ་ཆུ་རིག་གཞུང། རིག་གཞུང་དེ་ག་ཚོད་རྩ་ཆེན་པོ་རེད་ལོ་ངོ་སྟོང་ཕྲག་མང་པོ་ཕྱིན་ཅིང་ང་ཚོ་རིག་གཞུང་ཆེ་བ་རེད་རིག་གཞུང་རྒྱུན་འཛིན་ཆེ་བ་རེད་ལ་ཞུ་བ་ངོ་འདི་བྱེད་པ། ཨ་འབྲས་ཀྱི་རྟག་པ་གོ་རྟོགས་སྤེལ་དགོས་རེད་ས་ཁོ་རང་ཨ་དེ་ནས་དམངས་གཙོ་དགོས་རེད་ལ་ཞུ་བ། མི་ཚང་མ་ལོག་ལ་ཨ་ནི། གཞུང་ཡག་པོ་ཞིག་དགོས་རེད Good Governance ལོས་དོ་ཨ་གཞུང་ཡག་པོ་ཞིག་གཞུང་འདི་ཀ་རབ་ཤོན། ལྐོག་ཟུར་རུལ་སུངས་མེད་སྐྱོར་བྱུས་པ་དེ་འདྲས་ཀྱིས་ནི་གོ་རྟོགས་སྤེལ་དགོས་རེད། ད་མིག་ངོས་སུ་གང་ཅི་ཡོད་མེད་ཧ་གོ་མར་ད་གསར་ཁང་ནང་འདྲེ་ཁྲིད་དུ་འོང་བ་ཞིག་ཏུ་ལབ་པས་ན་ད་མིག་གི་ཡི་གེ་འབྱོར་བ་ད་ད་འོང་འདི་ནི་ཁྲིམས་ཁང་ནང་གི་ཡི་གེ་འདི་བཟོ་ཡོད་ཟེར་བ། ཁྲིམས་ཁང་ནང་ཡིག་མང་ཆེ་ཨིན་ཇི་བེད་སྤྱོད་བཏང་ཡོད་ཟེར་བ་འོང་འདི་མོ་གོ་ཟེར་བ་ཁོ་རང་ཚོའི་ད་མིལ་གྱི་ཡི་གེ་འདི་ཁྲིམས་གང་ཡིན་ནས་འདྲ་དེ་ཚོའི་ནང་བེད་སྤྱོད་བཏང་དགོས་ཡོད་ལ་ཤར་བ། Equal Opportunities for Women and Women's Empowerment། བུད་མེད་ལ་ཐོབ་ཐང་གཅིག་དགོས་ཡོད་ཟེར་བ་བུད་མེད་ལ་ནུས་སྟོབས་སྤེལ་བྱེད Empowerment ལ་ནུས་སྟོབས་སྤེལ་བར་ནུས་སྟོབས་སྤེལ་བྱེད་གོ་སྐབས་གཅིག་པུ་བྱེད་ད་ང་ཚོ་མང་པོ་ཆ་བོ་ར་བུ་མོ་ལབ་ཡིན་ན་ཨོ་ལྟ་མོ་སྤུ་གུ་སྐྱེས་ཡ་རེད་ཅེས་ད་ནང་གི་ལས་ཀ་བྱེད་ཡ་རེད་ཅེས་བུ་མོ་ལ་ཡོད་དེ་འི་གཅིག། མ་བལྟ་སར་ཅིག་ཆགས་ཏེ་འདུག་བ་ཡང་སྤྱི་ཚོགས་མང་པོ་ཅིག་ནང་ཡིན་ན་བྱས་ཙང་ཁོང་གིས་ཨ་ནེ་བུད་མེད་ལས་དེ་གོ་སྐབས་གཅིག་པ་སྤྲད་དང་དམིགས་བསལ་གྱི་བུད་མེད་ནུས་སྟོབས་སྤེལ་ག་ལས་དགོས་པའི་སྐོར་རེ་ས་ཡག་བོར་བ་ཡང་ཨ་དེ་ནས་བལྟ། Cast Based Census། Cast ལས་དེ་མོ་འོག་ལས་བྱུང་བ་རིགས་རུས་ལས་དེ་འོང་དེ་ག་ལ་ཨ་ནེ་ཤུགས་རྒྱག་པོ་རེ་ས། དེ་ཐད་སློབ་སྦྱོང་སྤྲད་བྱུས་པ། སློབ་སྦྱོང་སྤྲད་བྱས་ཡིན་ན་མང་ཆེ་བྱིས་ལ་ད་མི་སྐྱོ་པོ་ཡིན་ནས་སྒོ་རྒྱག་མ་ཐུབ་བྱས་དེ་བོར་བ་རྒྱ་གར་ན་མི་རབས་ནས་མི་རབས་ཁྱོད་ར་རིགས་སྐྱོ་པོ་རེད་བྱས་འདས་དུས་ཙམ་མ་ཡིན་ན་འོང་དེ་ལ་སེམས་ཤུགས་སྤར་བྱས་སློབ་སྦྱོང་སྤྲད་བྱུས་པ་འོང་སྒོ་བསྐུར་མ་བསྡད་ཟེར་བ། རིགས་རུས་སྐྱོ་པོ་དག་ག་འདྲས་ནས་མི་གཅིག་པ་རེད་ཟེར་བ་མི་གཅིག་པའི་འདུ་ཤེས་བཞག་བྱས་གལ་སྲིད་སོ་སོའི་སློབ་སྦྱོང་ཡག་པོ་བྱས་བྱས་ཡིན་ན་སོ་སོའི་མེ་བཙའ་དེ་ཡག་པོ་ཨ་ལས་དང་པོ་མེ་བཙའ་ཡག་པོ་ཅིག་ཆགས་རྗེས་དེ་ནས་གཉིས་པ་སྤྱི་ཚོགས་ནང་ཞབས་ཅིག་ཞབས་འདེགས་ཞུ་ཐུབ་ངེས་ཕྱིར་བ། དེ་ནས་ཡིན་ན་ཨན་སོ་སོའི་རྒྱལ་ཁབ་ཆེད་དུ་ཅིག་ཞུ་ཐུབ་ངེས་ཅིག་ཆགས་རེད་ཟེར་ནས་སེམས་ཤུགས་སྤར་དགོས་རེད་ཟེར་བ། འདྲེ་ཀྱིས་ནི་ཁོ་རང་གི་ལངས་ཕྱོགས་འདྲེ་རེད་ཤག་ཟེར་བ་ཁོ་རང་གི་དང་ཁོ་རང་གི་ཚོགས་པ་བརྗོད་པ། TYK ལས་ཞུ་དོགས་འོང་དེ་ཆེད། ཡིན་ནའི་ད་སྟབས་མ་ལེགས་པ་ཅིག་ལ་ཉེས་རྟོག་པས་ཨ་ལས། ཁོ་རང་གི་དྲིལ་བསྒྲགས་དེ་བྱེད་དུས་བརྩམས་པའི་མི་ཀླད་རྙིང་མང་ཆགས་ནས་རེད། ད་ཅི་སྣང་རྒྱ་གར་ནང་ལྟད་མོ་འཁྲབ་ཉེས་བཟོས་དུས་བརྩམས་པའི་རེད། མི་དེ་ཚོ་དགའ་བོ་ཞུ་བྱེད་འདུག་ལྟད་མོ་འཁྲབ་ཉེས་པས་ལྷ་ནང་བཞིན་བརྩིགས་འདུག་དམིགས་བསལ་གྱི་ལྷོ་ཕྱོགས་ན་དེ་བ་ཡིན་ན་ལྟད་མིལ་གྱི་ལྟད་མོ་འཁྲབ་ཉེས་དང་ད་ལྟ་ཀ་ན་ཏྲ་བ་ལྟད་མོ་འཁྲབ་ཉེས་དེ་ཚོ་བས་ཞུ་བྱེད་ག་ག་བྱས་པས་རྗེས་འབྲང་བྱས་བྱས་པས་སེམས་གཏིང་ནས་ཤི་གྲོགས་འདྲ་བྱེད་འདུག་བྱས་ཙང་ཨ་ནི་དེ་ད་དེ་རིང་ཁས་སར་བ། སྟབས་མ་ལེགས་པ་བྱས་བྱས་ཁོ་རང་གི་དྲིལ་བསྒྲགས་དེ་སྐྱེ་ངན་བར་ཆད་འཕྲད་ས། ཅིག་ཆ་བཞག་ཞུས་ཡིན། ལ་སོགས་ཨན་ཁི་སིན་ཏཱ་མིན་ན་བྱུང་པའི་གནས་ཚུལ་འདི་མཉམ་སྤྱོད་ཞུས་ཏེ་མཇུག་བསྡུས་ཡིན། དེ་མཉམ་སྤྱོད་ཞུས་གསང་རྒྱུ་གཉིས་པ་དེ་གར་དུ་ཞུས་པ་ཡིན་ན་ད་ལྟ་ཨ་རི་ན་ཡོད་པའི་མངའ་སྡེ་པོརྟ་ལན་ལས་ཞུ་དོགས་འོང་དེ་ན་ལོ་ལ་མི་དམངས་མང་པོ་ཅིག་གིས་ནི་ངོ་རྒོལ་བྱས་ཏེ་བཞག་ཟེར་བ་སྲིད་འཛིན་ཁྲོམ་གྱི་གཞུང་ལ་དེ་དང་འབྲེལ་བའི་གསང་རྒྱུ་ཞིག་འདུག་ཟེར་ན། དེ་རིང་གསར་ཁང་ནང་ལ་སྐད་གྲགས་ཤིན་ཏུ་ཆེ་བའི་གསང་རྒྱུ་འདི་ད་ལྟ་ཨ་རི་གི་པོརྟ་ལན་ཞེས་པའི་ཨོར་གན་ལས་ཞུ་དོར་བ་མངའ་སྡེ་དེའི་ནང་ལོ་ཡོད་པའི་གྲོང་ཁྱེར་ཆེ་ཤོས་ཅིག་རེད་བཞག་ཏོ་གྲོང་ཁྱེར་དེ་ག་རེར་སྐད་གྲགས་ཆེན་པོ་ཐོབ་ལབ་ན Igbo Friendly Culture ཟེར་འདུག་ག་ཁོར་ཡུག་ལ་སྲུང་སྐྱོབ་བྱེད་རེད་བ། སྔོ་ལྗང་ལྡན་པའི་ལུང་པ་ཇི་རེ་ཤག་ཟེར་བ་དེ་ནས་ད་དེ་ག་རེ་སྐད་གྲགས་ཆེན་པོ་ཐོབ་ལབ་ཡིན་ན་ཀོ་ཧྥེ་དང་འབྲེལ་བ་རང་བྱུང་ཁམས་ཀྱི་ཡུལ་ལྗོངས་སྙིང་རྗེ་མོ་ཏཱའི་འོས་སྐྱོར་གྱི་ལུང་པ་ཇི་རེ་ཤག་ཟེར་ལུང་པ་དེ་ག་བ་ཐོབ་ལབ་ཡིན་ཨ་རིའི་ན་ལོ་ནུབ་བྱང་གི་ཕྱོགས་ལ་འདུག་ཟེར་བ་ཨིན་ཀེ་ན་ཤུལ་བོད་ན North Western United States ཟེར་བ་འོ་འོ་འདི་ཆེས་སྐད་གྲགས་ཆེ་ཤོས་དེ་ད་ལྟ་ཀོ་ལོམ་པི་ཡ Reverse ལས་ཆོག་ཀོ་ལོམ་པི་ཡ་གི། གཙང་པོ་བྱེད་པ་འོང་དེ་འདུག་ཟེར་བ། དེ་མི་འབོར་དེ་ས་ཡ་གཉིས་ཚ་ལྔ་ཞིག་གི་གྲོང་ཁྱེར་ཆེན་པོ་ཅིག་རེད་བཞག་ཟེར་བ། ད་གྲོང་ཁྱེར་ཆེན་པོ་ཅིག་ཆེ་ཁུ་ཡུང་སྙིང་རྗེ་མོ་ཆེ་མི་མང་པོ་ཅིག་གི་འཚོ་བ་ཞི་བདེ་ལྷིང་འཇགས་སྐྱེལ་ས་དེ་ལ་ཧོབ་ལྟ་ག་ལ་ངོ་རྒོལ་བྱས་དང་ནག་ལོགས་ལ་མ་སྐྱིད་པ་ཆགས་ཡོད་དེ་རྒྱུ་མཚན་ག་རུ་འདུག་ཞུས་པས་ན། ཕི་ཀིན་ནང་ལ་ཡོད་པའི་ཨོར་གོན་ལེ་གི་ས་ཆ་དེའི་ནང་ལོགས་ཡོད་པའི་མི་སེམས་འགྲུལ་ཡས་ཀྱི་གནས་ཚུལ་ག་རུ་བྱུང་འདུག་ལབ་པས་ན་སྲིད་འཛིན་ཁྲོམ་རྒྱལ་བ་ཁོ་རང་ཚོའི Federal Troops ཟེར་འདུག་གཞུང་གི་དམག་མི་དེ་ཚོ་ཕི་ཀིན་གྲོང་ཁྱེར་དེ་ནང་བཏང་གི་ཡིན་ལབ་དུས་བརྩམས་པས་ཨ་མི་མང་པོ་ཅིག་ཨ་ནི་ངོ་རྒོལ་བྱས་ད་ཨ་འདྲ་བྱུང་ཞག་ཟེར་བ་ཨ་རུ་ཁོ་རང་ཚོའི་གཞུང་གི་དམག་དེ་དམག་མི་དག་དེ་ཚོ་བཏང་ཡོད་ཀྱི་རྒྱུ་མཚན་ག་རུ་འདུག་ལབ་པས་ན་ད་ལྟ

ད་ལྟ་བྷི་ཀིའི་ས་ཆ་འདིའི་ཁོ་རང་ཚོའི་གཞུང་གི་དཔོན་པོ་ཡོད་རེད་པ། ཁོ་རང་ཚོའི་གསར་ཁང་ནང་སྲུང་གི་འདུག་རེད་པ། འོན་ཀྱང་དགོས་ཡ་མི་འདུག་ཁོ་རང་ཚོའི་མངའ་སྡེ་འདི་ཁོ་རང་ཚོའི་གྲོང་ཁྱེར་འདི་ནང་ཁོ་རང་ཚོའི་སྲུང་སྐྱོབ་བྱེད་ཐུབ་ཡོད་ཁོ་རང་ཚོའི་ཁྲིམས་བཅོལ་ལ་དེ་ཤ Organ ཞེས་པ་ནང་ལོགས་ལ Protect ཟེར་བ་ངོ་རྒོལ་དང་དེ་ནང་བཞིན་གྱི་བར་བྱབ་བགོས་བྱེད་ཤ་ཟེར་བ Attack ཟེར་བ་བྱབ་བགོས་བྱས་དེ་ཁར་དོ་ལ་བས་ན Ice གི་ཁང་པ་ཡོད་རེད་པ Building ཁང་པ་དང་ལས་ཁུངས་དང་དེ་ཚོའི་ཆུ་ལོགས་ལ་མི་མང་པོ་ཅིག་འཛོམས་རྗེས་ངོ་རྒོལ་བྱས་བྱུས་པ་ངོ་རྒོལ་བྱེད་དུས་ཙམ་པའི་མི་མང་པོ་ཅིག་གིས་རྡོ་ཞུ་བཞག་རོགས་ཟེར་བ་རྡོ་ཞུ་ཡས་ཆས Spray ལས་གཏོར་ཡས་ཟློག་ཚུན་འདྲ་ཁང་པའི་ཁ་ལ་ཨ་མཆན་གཏོར་བྱས་བཞག་ར Spray painted buildings གི་ཟློག་གཞུང་གི་ཁང་པ་ལ་ཨ་མཆན་གཏོར་བྱས་ར་ཚུན་འདྲ་དྲ་མ་འདྲ་གཏོར་བྱས་ཟློག་འོང་འདི་ནང་ཞིག་གིས IS གི་དམག་མི་དེ་ཚོ་མ་ཡར་མར་འགྲོ་དུས་ཙམ་པའི་ཆུ་ལོག་དོན་ཡས་དང་འདྲ་མེད་པ་ཆེ་བཀག་བཞག་ཡས་བྱུས་པ་ཨོ་མཆན་བྱས་བ་རེད་ཟེར་ར་ད་འདི་ལ་ཚོགས་པ་ཨན་ཏི་ཧྥ་ལའི་ཚོགས་པ་དང་ཚོགས་པ་མང་པོ་ཞིག་ཏུ་ལས་འགུལ་སྤེལ་ནས་ཁོང་ཚོས་ཁ་གཅིག་ཏུ་ལབ་ཡོད་ན་དེའི་ནང་ལོགས་མཉམ་ཞུགས་བྱས་ཡོད་རེད་གསར་བ་ཁང་པ་གཏོར་སྐྱོན་ཆེན་པོ་གཅིག་འགྲོ་ཡ་དང། སྲིད་འཛིན Trump ཡས་ཡིན་ན་ད་ཐ་ན IS ལས་དེ་ཁང་པ་དེ་ཚོ་ཆེན་པོ་གཅིག་གཏོར་སྐྱོན་འགྲོ་དུས་ཙམ་པས་འོང་དེ་དམག་མི་བཏང་བ་རེད་ད་ས་གནས་ས་ཐོག་གི་དཔོན་རིགས་ཡོད་པ་དེ་ཚོའི་གར་ལ་དུ་ལ་ནི་པོ། པོར་ལེན་ལས་ལྟོ་བར་རྐྱེན་ལས་ས་ཆ་དེ་ཡིན་ན་ཞི་བདེ་ལྷིང་འཇགས་ཀྱི་གྲོང་ཁྱེར་ཅིག་ཡིན་ཟེར་བ་ང་ཚོ་ལ་གཞུང་གིས་དམག་མི་དང་འབྲེལ་བྱེད་དགོས་ཡ་མི་འདུག་བྱས་ནས་ས་ཁ་ན་གསལ་བསྒྲགས་བྱས་ཏེ་བཞག་ཟེར་བ། སྲིད་འཛིན་ཁྲོམ་ཁོ་རང་གི་གཞུང་གི་དེ་དམག་མི་འབྲེལ་སྟངས་བྱས་དེ་ནི་ཁོ་རང་ཚོ་མངའ་སྡེ་གི་མི་བྱེར་བ་མངའ་སྡེ་གི་ད་སྤྱི་ཚོགས་འབྱོར་བ་འོང་དེ་ལ་འཇིགས་སྐུལ་ཅིག་བྱེད་འདུག་ཁོ་ཚོ་དགོས་ཡ་མི་འདུག་བྱས་རྗེས་ས་ཁ་ན་གསལ་བསྒྲགས་བྱས་བཞག་ཞོས་ཡིན་ལ་སོགས་ཨ་རི་དང་འབྲེལ་བའི་གསང་རྒྱུ་འདྲ་རེ་བཞག། བྷི་བྷི་སི་གསར་ཁང་ནང་ལ་ཨ་ནེ་ད་ལྟ་སྐད་གྲགས་ཆེ་ཤོས་ཀྱི་གསར་འགྱུར་ཟེར་བ་འདི་གར་འདུག་ལབ་ཛེ་ལན་སི་ཀི་ཁོང་གི་གར་སོང་འདུག་ཟེར་བ། ཨུ་རུ་སུའི་རྒྱལ་ཨ་ནེ། ཡུ་ཀེ་རེན་ནང་ལོགས་ལ་ཆུ་ཚོད་བཅུ་གཉིས། ཨ་ནེ། འབྱོན་ཟེར་བ་ད་བམ་གཏོར་རྗེས་བསྡད་བསྡད་སོང་གསུངས་པའི་གནས་ཚུལ་ཞིག་འདུག་འདི་གསན་རོགས་གནང། ཛེ་ལན་སི་ཀི་ཁོང་གིས་རེ་བ་བྷི་བྷི་སི་གསར་ཁང་ནང་ལ་ཨ་ནེ། གནས་ཚུལ་སྤེལ་བ་ལྟར་ན་ཁོང་གི་གར་སོང་འདུག་ལབ་ཡིན་ན། ཨུ་རུ་སུའི་སྒེར་པ་ཆུ་ཚོད་བཅུ་གཉིས་མུ་མཐུད་ཆེད་ངལ་གསོ་སྒོར་མོ་བརྒྱབ་ཟེར་བ། ཐུག་དུས་ཐུག་ར་བའམ་བཞུད་བསྡད་སོང་ཟེར་བ། ཨ་ནི་མི་བཞི་གྲོངས་བཞག་ཟེར་བ། མི་བདུན་ཅུ་ཨ་ནི་ཡུ་ཀེ་རིན་གྱི་མིར་ད་བདུན་ཅུ་རྨས་སྐྱོན་ཚབས་ཆེན་ཞིག་ཕོག་བཞག་སོང་ཟེར་བ། ཨ་དེ་ནས་གར་སོང་དུ་ལབ་ཡིན་ན་ད་ལྟ་དམིགས་བསལ་གྱི་སྐྱེས་ཡུལ་ལས་ཞུ་དོགས་ཨ་ད་ལྟ་ཡུ་ཀེ་རིན་གྱི་གྲོང་ཁྱེར་རྒྱལ་ས་ལྟེ་གནས་དེ་ལ་ཨ་ནི་མུ་མཐུད་ཆེད་འབྲེལ་བའམ་བཞུད་བསྡད་འདུག་སོང་ཞར་བ། ཨ་ནི་བུ་མོ་ཆུང་ཆུང་ལོ་བཅུ་གཉིས་ཆེ་གྱུར་རྗེས་གྲོངས་སོང་འདུག་ཅེས་གསུངས་བཞག་ཁོ་རང་གིས་ཨུ་རུ་སུའི་རྒྱལ་སྒྲོན་ལས་ཟློག་དེ་རིང་གལ་སྲིད་གོ་མཚོན་གསར་པ་འདི་དྲུག་བརྒྱ་བརྩིས་རྗེས་ཨ་ནི་ཡུག་རིན་ནཱ་ལོར་བཏང་སླད་སོང་ཟེར་བ། ཨ་ནི་ཁྱོད་དུམ་ཡུག་རིན་ནཱ་ལོ་ཡོད་པའི་ས་ཆ་བདུན་བརྩིས་རྗེས་ལོར་བ Seven Region ཟེར་བ་བདུན་བརྩིས་ལ་ཨ་ནི་ཨུ་རུ་སུ་གས་ཆ་བགོས་བྱས་སོང་ཟེར་བ་ཉེ་བའི་ཨ་ནི་དུས་ཚོད་ནང་ལ་དེ་རིང་གི་ཟླ་བ་འདི་ནང་ལ་ལོར་བ་ཨ་ནི་ཆ་བགོས་ཆེ་ཤོས་གཅིག་ཆགས་ཏེ་བཞག་སོང་ཟེར། མོ་སི་ཀོ་ཞེས་པ་བརྗོད་པ་ད་ལྟ་ཨུ་རུ་སུ་གྱི་གྲོང་ཁྱེར་ཆེ་ཤོས་དེ་ལ་ཡིན་ནས་ལས་ཨ་མུ་ཐུད་ཅེས་ཕ་བྱབ་བསྐུལ་བྱས་ཡིན་ཟེར་བ་འོང་དུ་སོང་ཤག། ཉེ་ཆར་སྲིད་འཛིན་ཛེ་ལན་སི་ཀི་ཁོང་གིས་རེད་པ་གསར་འགོད་གསལ་བསྒྲགས་ནང་ལ་གར་སོང་དུ་ལབ་ཡིན་ན་ཨུ་རུ་སུ་དེས་རེད་པ་ད་ལྟ་བུ་དོ་དམག་བརྒྱབ་རྗེས་ཡུཀ་རེན་ལ་འོ་ནི་བམ་བཞུས་འདྲ་བྱེད་འོང་རེད་པ། འོ་འདི་རྒྱུད་རིང་པོ་ཅིག་བྱེད་ཐུ་ཡས་འདི་རྒྱ་མིས་ནི་རྒྱབ་ལ་ད་རྒྱབ་སྐྱོར་བྱེད་དེ་འོ་རེད་ཟེར་བ། གལ་སྲིད་རྒྱ་མིས་རྒྱབ་སྐྱོར་མ་བྱས་ན་ཨ་ནི་ཨུ་རུ་སུ་འདི་ལ་ཨ་ནི་གོ་མཚོན་ད་འདི་འདྲའི་མང་པོ་མཐུན་གྱི་ཡོད་མ་རེད་ཟེར་བ་འོ་འདི་འདྲའི་ཅིག་གསུངས་བཞག། ད་འདི་ག་བ་གསུངས་འདུག་ལབ་ཡིན་ན་ད་ད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ་ཚོགས་འདུ་ཚོགས་འདུག་ཚོགས་འདུ་ཚོགས་འདུ་ཙམ་པས་ཨ་ནི་སྲིད་འཛིན་ཛེ་ལན་སི་ཀི་ཁོང་གིས་རྒྱ་མི་དེ་ཚོས་ཡུ་ཀེ་རེན་དང་ཨུ་རུ་སུའི་དཔའ་རུ་གི་སྨྲ་བརྗོད་པར་རྒྱ་མིས་རྒྱབ་ལ་དེ་བྱས་བརྗོད་པར་རྒྱབ་སྐྱོར་ཤུགས་ཆེན་པོ་ཞིབ་ཅིག་བྱེད་དེ་འོ་རེད་ཟེར་བ་ཤུགས་ཆེན་པོ་བྱས་ཙང་དེའི་རྐྱེན་གྱིས་རེད་པ་ད་ལྟ་བུ་དང་ཨུ་རུ་སུ་གི་དམག་དེ་རྒྱུན་རིང་པོ་ཅིག་ཁྱོད་བརྗོད་པ་བཞིན་པ་གོ་ལོ་ཁྱོན་ཡོངས་ལ་སི་དང་ཨུ་རུ་སུ་ལ་རོགས་པ་བྱེད་མཁན་ཡོད་མ་རེད་ཛེ་ལན་སི་ཀི་ཡུ་ཀེ་རེན་ལ་མི་མང་ཆེ་དམིགས་བསལ་ཡུ་རོབ་དང་དབྱིན་ཇི་ལུང་པ་དང་ཁྲོམ་དང

དམག་དེ་དང་ཨུ་རུ་སུའི་དམག་དེའི་དཔའ་རུ་ལ་ནི་ཨུ་རུ་སུ་ལ་རྒྱབ་སྐྱོར་བྱེད་མཁན་དེ་རྒྱ་མི་རེད་གསུངས་ཤག། ཨུ་རུ་སུ་གི་གྲོང་ཁྱེར་མོ་སི་ཀོ་ལས་དེ་ནི་དཔལ་འབྱོར་ཡོད་རེད་བ་ཚང་མོ་ལོ་རྒྱ་མི་ལ་བསྙད་བསྡད་གོ་རེད་གསར་བ་དཔལ་འབྱོར་ཆེ་ཨེ་འདི་ནས་དམག་གི་གོ་མཚོན་ཡིན་ནས་འདྲ་གོ་གང་ཅིའི་ཐད་ནས་རྒྱ་མི་ལ་བསྙད་བསྡད་གོ་རེད་གསར་བ་ཁོ་རང་ཚོ་སོ་སོ་རང་གི་རང་ཁ་རང་གསོ་བྱས་དང་སོ་སོ་རང་ལ་ནི་ད་ག་ཅི་བྱེད་ཀྱི་ནི། ཡོད་མ་རེད་གསུངས་ཤར་བ། ཨ་ནི་ཁོང་གིས་གར་གསུངས་འདུག་ལབ་ཡིན་ན Without China ཟེར། རྒྱ་མི་མེད་ཡིན་ན་ཟེར་བ Putin's Russia is nothing། ཕུ་ཏིན་ཞེས་པ་དེ་ཨ་ནི་ཨུ་རུ་སུ་དེ་ཁྱེད་སྐུ་ཅི་མ་རེད་གསུངས་ཤར་བ། ཁོང་དེ་འདྲས་ཀྱིས་ཨ་ནི་སྲིད་འཛིན Zelenskyy ཀྱི་ཁེ་སིང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་གྲོས་ཚོགས་ནང་ལོགས་ལ་མཉམ་བརྗོད་གནང་ཤག་ཞུས་ཡིན། དེ་རིང་མཉམ་བརྗོད་ཞུས་ཀྱི་གནས་ཚུལ་མཐའ་མ་དེ་གར་དུ་ཞུས་པ་ན་ཨུ་རུ་སུའི་གེར་བ་ཨ་ནི་རྒྱ་མིའི་གིས་ཨ་ནི་མཁའ་མ་གཡོར་བ་འདི་ལ་སྦྱོང་བརྡར་འབྲས་ཡིན་ཞེས་པའི་ཡིག་ཆ་ཅིག་ཆུ་ལོག་ལ་ཐོན་པ་རེད་ཕྱིར་འདོན་བྱས་པ་རེད། དེ་དང་འབྲེལ་བའི་གནས་ཚུལ་ཞིག་འདུག་གསན་རོགས་གནང། རྒྱ་ནག་གི་ས་དབང་ཟེར་མ་རེད་ཨུ་རུ་སུ་གི་ས་དབང་དེ་གནས་ཚུལ་ཆུ་ལོག་དུས་ཉི་དགུ་མ་བརྒྱབ་ཉིན་དྲག་སྐྱེད་དགུ་མ་ཟེར་བ་དེ Black Moon Hacktivist Group ལས་ཞུ་དུར་བ་ཚོགས་པ་ཅིག་འོང་དེ་དགུ་མ་བརྒྱ་ཐུབ་རེད། ད་ལྟ་རྒྱ་ནག་རྒྱ་ནག་དང་ཨུ་རུ་སུའི་པར་རུ་ལ་ཆིངས་ཡིག་སོགས་ཅིག་བཞག་འདུག་བ་ཡང་ཨུ་རུ་སུའི་རྒྱབ་སྐྱོར་ཆིངས་ཡིག་ལ་ཉིས་སྟོང་ཉིས་རྩ་གསུམ་ལོར་ལས་ཕྱི་ཡི་སྐོར་སྐྱོད་རེ་བྱ། འདི་ལ་ནི་ཤོག་གྲངས་བརྒྱད་བརྒྱ་འདུག་གསར་པ་བརྒྱད་བརྒྱ་འདི་ནང་རོ་ལ་ནི་ཨུ་རུ་སུའི་རྒྱལ་རྒྱ་ནག་པ་རུ་རྒྱ་ནག་ལ་རུ་བ་ར་རོགས་སྐྱོར་ག་ར་བྱས་མེད་དམ་དམིགས་བསལ་གྱི་གནམ་གྱི་ནི་དམག་འདི་ག་ལ་ནི་སྦྱོང་བརྡར་སྤྲད་ལ་སོགས་པ་མང་པོ་ཞིག་བྲིས་ཡོད་རེད་ད་འདི་སྐུ་དམག་རྒྱབ་ཆས་རུ་བ་ད་ལྟ་དྲག་རྒྱལ་སྐུ་དམག་དེ་ཚོའི་སྐུ་དམག་རྒྱབ་ཆས་ཡིན་ན་ནི་འཛམ་གླིང་ཁྱོན་ཡོངས་ལ་འདུག་བྱས་ནས་ས་དབང་འདི་གཏོར་རྗེས་སྟོན་བཞག་པ་རེད་སོང་འགྲིག་གི་གནས་ཚུལ་ཅིག་འདུག་ཞུས་ཡིན། དེ་རིང་རྒྱལ་སྤྱིའི་གསང་རྒྱུད་མཉམ་སྤྱོད་ཞོལ་ཡིག་ལེ་ཚན་འདི་མཇུག་བསྡོད་ཡིན། ཨ་ནི་མ་བྱས་བར་སྐུ་གཟུགས་ལ་ཐུགས་ཅག་གནང་རོགས་གནང། ཁྱེད་ནག་ཚོས་གུས་མོའི་གསང་རྒྱུད་སེམས་གསེང་རྣམ་པ་སྙིང་ཐག་པ་ནས་ཐོ་ཅལ་གནང་ཞོལ་ཡིན། ཨ་ནི་གཟིམ་ཅག་གནང་གོ་ཞོགས་ཀེ་ཡ་ཤ་ཉེར་ཞོགས་པོ་དེ་ལས་ཞུ་དེ་བཅང་གོ།